ད་ཐོག་མ་དེ་ལ་ཡ་ཨ་ནི། ད་ང་རེ་ཉེ་ཆར་ཨ་ནི་རྒྱལ་གཅེས་དཔའ་བོ་བློ་དགའ་རང་བྱང་ལགས་ཀྱིས། ཨིན་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཨ་ནི། ད་གང་ལྟར་རང་སྲོག་བློས་གཏོང་བྱས་པའི་གི་རྗེས་ལ་ཡ་ཨ་ནི། ཅིག་ད་ག་སོག་རེ། བོད་པ་མང་པོ་བཞུགས་ཆེ། ཨ་ནི་ལས་འགུལ་འདྲ་མིན་སྣ་ཚོགས་ཀྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་དང། ཨང་བ་རྒྱལ་གཅེས་དཔའ་བོ་བློ་དགའ་རང་བྱང་ལགས་ལ་ཡ་རྒྱབ་སྐྱོར་མཚོན་པའི་རྣམ་པ་ཤུགས་ཆེན་པོ་བཏོན་དང་སྟོན་བཞིན་པ་དེ་འདྲས་རེད་ཤག།

སོ་སོ་རང་ཉིད་ནི་བོད་པ་ཡིན་པ། གཅིག་བོད་པ་གི་ད་ག་སོག་རེད། ཆོས་དང་རིག་གཞུང་གི་ཐོག་ལ་ཡ་རྒྱུ་ང་ཁྲིམས་པོའི་ཡོ་བ། གཅིག་ཀ་མེད་གསུང་ཆོས་ཐོན་པ་ལ་ཡ་དབྱངས་གར་གྱི་གཅིག་འབྲི་ཀློག་ཁྲིམས་པོའི་བཤེས་གཉེན་གཅིག་ཡིན་པའི་ཆ་ནས། དེ་ནི་མ་ཚིག་གཅིག་གཉིས་གཅིག་ཞུ་ཡ་གི་འབྲེལ་བ་དེ་འདྲས་བྱུང་སོ། ད་ངེད་ཀྱི་ལས་འགུལ་དེ་ཁྱེད་རང་ཚོ་ད་ལྟས་སུ་ཁ་ཁ་འདྲ་བོ་ཆགས་བསྡད་ཤག། གང་ཟེར་ན་ངའི་ལས་འགུལ་དེ་ཨེ་འདྲས་འདྲ་བོ་ཆགས། རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱིས་བློ་དགའ་ལགས་ཀྱིས་རང་སྲོག་བློས་དགོས་ཡག་རྒྱུ་མཚན་དེ་ག་བ་ཐུག་ཐོག་ས་ཆ་རུ་བ་ང་ཚོ་གི་རྒྱུ་མཚན་དེ་ག་བ་ཐུག་ཡོད་རེད་ཟེར་ན་བོད་པའི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་ཉམས་པ་ལགས་སོ་མི་ཉམས་གོང་འཕེལ་ཡོང་ཡག་གི་ཆེད་དུ་ཁོང་གི་རང་སྲོག་བློས་བ་དེ་ངས་ཞི་བདེ་ལ་བཞག་གི་ཡོད་ར་བ། ད་མི་སོ་སོ་སོ་གི་བསམ་བློ་དང་དང་མང་པོ་ཞུ་ཅོག་ར་བ། ད་ངས་གི་ནུས་པ་གི་ཆ་ནས་ར་བ་ཨ་ནི་ངས་རྒྱ་ནག་གཞུང་ལ་ཡག་རྒྱ་ནག་གཞུང་གི་བཟོད་བཞག་འགྱོག་ཁྲིམས་ཅི་ཡོག་ར་བ།

ང་རང་རང་གིས་འཇོན་པའི་ལས་འགུལ་དེ་ག་རེ་རེད་དོ་ཟེར་བྱས་བར་བ་ད་བྲིས་པ་ལས་ཀྱི་རེད་བ། ཁྱོད་དེ་ག་ཆེ་ནས་བྱེད་ཀྱི་མེད་གཞན་པ་དེ་གར་བྱས་ནས་ཁྱེད་རང་ལ་ཡར་དེ་འདྲས་གལ་ནི་ཅིག་ལས་སོ་ཟེར་སྐད་ཆ་ཞིག་ལས་ཀྱི་རེད་བ། ངས་དགེ་ཨ་ནི་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ཚེ་སྲོག་གི་རིན་འབབ་དེ་ཨ་ནི་ང་རང་གིས་སོ་སོ་གི་ངོས་ནས་འཇལ་ཐུབ་པ་བྱས་ཨ་དེ་གང་ཞེ་ན་ཨ་ནི། རྒྱལ་གཅེས་དཔའ་བོ་ལྷོ་ཁ་རང་བཙན་ལགས་ཀྱིས་རྒྱལ་ཁབ་འདི་དང་མི་རིགས་འདི་གི་ཆེད་དུ་ཨ་ནི་སྐུ་སྲོག་བློས་དགོས་ཡག་རྒྱུ་མཚན་འདི་ག་བར་ལ་ཐུག་འདོག་དེ་ལ་བསམ་བློ་ཞིག་བཏང་དེ་བསམ་བློ་ཞིག་བཏང་དུས་རྩོམ་པ་དེ་བོད་པའི་ཆོས་དང་རིག་གཞུང་སྐད་ཡིག་ཨ་ཉམས་པ་ལགས་སོ་མི་ཉམས་གོང་འཕེལ་ཡོང་ཡག་ཆོལ་གསུམ་གཅིག་སྒྲིལ་ཡོང་ཡག་འོ་འདི་ག་ལོ་དེ་རེད་དོ་ད་ངས་ཀྱི་དེ་རིང་ནས་ག་རེ་བྱེད་དགོས་རེད་ཟེར་ན་ཨ་ནི་རྩ་བའི་ང་རྒྱུན་དུ་ཨ་ནི་གཅིག་བོད་སྐད་གི་ཐོག་ལ་ཡག་དྭངས་ཤིང་ཡོད་བསྟན་རྒྱུ་རེད་ད་བོད་ཡིག་ཁྲི་ཡག་ལ་དགའ་ཚོར་ཡོད་བསྟན་པ་ཆེ་ཨ་རྒྱུན་དུ་ནས་རེད་ཡིན་ན་ཡང་ངས་དེའི་སྒང་ལ་ཡག་ཤུགས་སྣོན་རྒྱབ་ཅེས་ཨ་ནི་ག་ད། རྒྱ་ནག་གཞུང་གིས་ཨ་ནེ་ཡི་བོད་པའི་ཆོས་དང་རིག་གཞུང་རྩ་མེད་བཟོ་གི་ཡོད་རེད་རོ། ད་འདི་བཀག་སྡོམ་ང་ཚོ་གི་ནུས་པའི་ཐོག་ནས་བྱེད་ཐུབ་རེད་ཟེར་ན་བྱེད་ཐུབ་གི་མ་རེད། ད་འོ་ན་ག་རེ་བྱེད་ཐུབ་རེད་ཟེར་ན་སོ་སོ་རང་ཉིད་ནས་འགོས་བཙུགས་རྗེས་ཨ་ནེ་ཉི་མ་དེ་རིང་ནས་ཁྱིམ་ཚང་དེའི་ནང་ལོགས་ལ་ཡ་བོད་སྐད་རྒྱག་དགོས་ཡ་རོ། སྤུ་གོ་ལེ་ཡིན་ནས་བོད་ཡིག་གི་ཐོག་ནས་ཕ་ཚོས་ཨ་ནེ་ཡི་ཁ་སོགས་རེ་འཕྲིན་ཐུང་བཏང་ཡ་རོ། བརྙན་ཐུང་ཅིག་བཟོས་པ་ཡིན་ནའི་བརྙན་ཐུང་གི་གོ་ཆོད་ལ་ཡང་ཁ་བྱང་གི་ཐོག་ལ་ཡང་བོད་ཡིག་བྲི་ཡ་རོགས། ཟ་ཁང་ཆུང་ཆུང་ཅིག་ལས་མེད་པ་ཡིན་ནའི་དེའི་གོ་ཆོད་དང་པོ་དེ་ལ་ཡང་བོད་ཡིག་བྲི་ཡ་རོགས། ཚོང་ཁང་ཆུང་ཆུང་བྱོས་པ་ཡིན་ནའི་བོད་ཡིག་བྲི་ཡ་རོགས། དཔེ་ཆ་ཞིག་ནི་དེ་རིང་ག་ཚང་ང་ཚོ་དྲ་ཐོག་ལ་ཚོང་གྱ་གཉིས་མང་པོ་ཞུགས་བྱས་ཡོད་རོགས། ཨ་ནི་མང་ཆེ་ཅིག་ཨིན་ཇི་གི་ཐོག་ནས་བྲི་གི་འདུག་ཨ། ཨ་ནི་འདི་ཚོ་ཨིན་ཇིའི་ཐོག་ནས་བྲི་མཁན་མང་ཆེ་ཅིག་གོ་རེ་རེ་བཟོས་ཚར་ཤག་ལ་རྒྱ་ནག་གཞུང་གི་ཤུགས་དེ་མེ་དགྲ་རྒྱབ་ཚར་ཤག་ཡིན་ན་ཡང་ལག་ལེན་དངོས་ཀྱི་ཐོག་ནས་ཨ་ནི། སོ་སོའི་གི་མི་རིགས་ཀྱི་སྐད་ཡིག་དེ་བྲིས་ཉན་མི་འདུག་ཨ། ད་ངས་ཟེར་ན་ན་ན། སོ་སོའི་མི་རིགས་ཀྱི་སྐད་ཡིག་དེ་ང་ཚོ་བཙན་བྱོལ་ནང་ལོགས་ལ་ཡང་མི་འབུམ་གཅིག་ལྷག་ཙམ་ཡོད། ང་ཚོ་གི་ཨ་ནི། དེ་རིང་ནས་དགོས་བཙུགས་རྗེས་ལོ། ནང་མི་ཡོད་དོ་ཅོག་འཛོམས་པའི་སྐབས་ལ་ཡང་ཨ་ནི། བོད་སྐད་གཙང་མ་ཅིག་བརྒྱབ་ཐུབ་ཡ་ལོ། ཕན་ཚུན་ལ་ཡང་ཨ་ནི་ཅིག། འཕྲིན་ཐུང་བཏང་པའི་སྐབས་ལ་ཡིན་ནའི་བོད་ཡིག་གི་ཐོག་ནས་བྲིས་ཐུབ་ཡ། ཡི་གེ་དག་ཆ་ནོར་བ་ལ་ཁག་པོ་ཅིག་ཡོད་མ་རེད། དག་ཆ་ནོར་གི་རེད། དག་ཆ་དང་དག་ཆ་བཅས་མ་ནོར་གཉིས་ཀྱི་མི་གཅིག་ཡང་ཡོད་མ་རེད། དཔེ་ཆ་ཞིག་ན་རྩོམ་པ་པོ་གཅིག་གིས་དེབ་རྩོམ་པ་ཡིན་ན་ནང་ན་དེབ་དེ་ལ་ཞུས་དག་ཉུང་ཤོས་ལ་བཞི་ལྔ་དྲུག་བཏང་དགོས། གང་ཡིན་ཟེར་ན་ནང་ན་རྩོམ་པ་པོ་དེ་ཤེས་ཡོན་ཚད་དང་ལྡན་པ་རེད། ཡིན་ན་ཡང་ཁོང་གིས་ཅིག་གློག་ཀླད་སྒང་ལ་ཡི་གེ་བྲིས་པའི་སྐབས་ལ་ཡིན་ནའི་རེད་ཐོག་མ་མ་ཨ་ནི་མ་དཔེ་ཟིན་བྲིས་བྱེད་པའི་སྐབས་ལ་ཡིན་ནའི་རེད། ད་ཆ་ནུབ་གི་ཡོད་རེད། དེ་ལ་ཡང་ཨ་ནི་ཡང་རིག་པ་གསར་པ་ཅིག་ཕ་ཇོ་ནས་མི་ཚུལ་སྐད་བཏང་ནས་ཨ་ནི་ཀུ་ཅི་དེ་ལ་ཡང་ཞུས་དག་བྱེད་རོགས་བྱས་ཟེར་ཞུས་དག་དེབ་ཅིག་ལ་ཡང་ཞུས་དག་གསུམ་བཞི་ལྔ་དྲུག་དེ་འདྲ་བྱེད་ཀྱི་ཡོད་རེད་དེབ་གལ་ཆེན་པོ་ཅིག་རྩོམ་ཡག་བྱས་ཙང་ཁྱེད་རང་གི་འཕྲིན་ཐུང་འབྲི་ཡག་ནང་ལོག་ལ་ཡག་ཡི་གེ་དག་ཆ་ནོར་བ་ཡིན་ནི་ཁག་ཁུར་ཅིག་ཡོད་མ་རེད་ཁྱེད་རང་གི་ཡི་གེ་དག་ཆ་ནོར་གི་རེད་བསམ་བྱས་ཨ་ནི་ཕ་ཇོ་དེ་ནས་མི་རིགས་གཞན་པ་ཅིག་གི་སྐད་ཡིག་གི་གཡག་བྱས་ཨ་ནི་འདི་བེད་སྤྱོད་བཏང་བྱས། སོ་སོའི་དྲ་རྒྱའི་སྒང་ལ་བཀྲམ་པ་ཡིན་ན། འདི་ཁྱེད་རང་གི་མགོ་རིལ་རིལ་བཟོས་མ་བཟོས་ཡོག་མ་རེད་ལ། ཁྱེད་རང་རྒྱ་ནག་གཞུང་གི་ཁྲིམས་ཡིག་དེ་ལ་ཡང་མེད་དྲ་རྒྱ་མ་རྒྱ་བས་ཡོག་མ་རེད། ཨ་ནི་བོད་རྒྱལ་ལོ་ལབ་མ་ལབ་བས་ཡོག་མ་རེད། མདོར་བསྡུས་ན་ཨ་ནི། རྗེ་གུང་ཐང་ཚང་གི་གསུངས་པ་ནང་བཞིན་ཁྱེད་རང་གི་རྩ་བ་བོར་ནས་ཡན་ག་བཅུས་པར་འོ་འདིར། ད་ངས་གི་ག་རེ་བྱེད་དགོས་རེད་ཟེར་ན། ངས་ཉི་མ་དེ་རིང་ནས་ཡན་ག་བོར་གི་ཡན་ག་གི་ཆེད་དུ་ངས་རྩ་བ་བོར་གི་མེད། ངས་རྩ་བ་བཅུས་བསྡད་ཀྱི་ཡོག་རེད། རྩ་བ་བཅུ་གསར་དུ་བོད་པའི་མི་རིགས་རིག་གཞུང་གི་སྐད་ཡིག་ལ་གྲུ་གུ་ཡོར་བ། ད་ཁྱེད་རང་ཚོས་རྒྱུན་དུ་དམིགས་བསལ་གྱི། མང་པོ་ཅིག་གིས་བོད་པའི་གི་སྐད་ཡིག་ནང་ལོགས་ལ་ཡང་སྐད་ཡིག་གཞན་པ་ཅིག་སྤྲད་བསྡད་ཀྱི་ཡོད་རེད། སྤྲད་ལབ་དུས་ཙམ་མ་ཧོབ་སི་ཐང་ན་ཁོ་སྙིང་རྗེ་བོ་སྤྲད་བྱོས་རེད་གནད་འགག་གལ་ཡོད་མ་རེད། ཡིན་ན་ཡང་ང་ཚོའི་རྒྱ་ནག་གུང་ཁྲན་ཏང་གིས་ང་ཚོ་བོད་པའི་ཐོག་ལ་བཙན་འཛུལ་བྱས་པར། བཙན་འཛུལ་བྱས་ཟེར་དུས་ཙམ་པ་ལ་ཡིན་མིན་ཟེར་ས་མེད་པ་ལ། དཔེ་དེ་ང་ཚོའི་རྒྱལ་ཁབ་འཕྲོག་ང་ཚོའི་མི་རིགས་བཅོམ། ང་ཚོའི་རིག་གཞུང་དང་བཅས་པའང་ཨ་ནི་མེད་པ་བཟོས་པ་རེད། ད་དེ་ང་ཚོ་ཚང་མ་ལོགས་ཀྱི་མཁྱེན་གྱི་ཡོད་རེད། ད། འོ་ན་འདི་རྒྱ་ནག་གཞུང་གིས་ང་ཚོའི་མི་རིགས་ཀྱི་ཐོག་ལ་བྱས་པ་རེད། ད་ང་ཚོས་སོ་སོའི་སྐད་ཡིག་གི་ཐོག་ལ་ཡང་ཨ་ནི་བཙན་འཛུལ་བྱེད་ཀྱི་ཡོད་རེད། དཔེ་ཆ་ཤེས་ན་ན་དེ་རིང་ཁེ་སང། ཨ་ནི། བོད་ཡིག་བྲིས་སའི་ས་ཁོངས་ཀྱི་ནང་ལོགས་ལ་ཡང་ཨིན་ཇི་བྲིས་པའི་བྲིས་ཡོང་དུས་ཙམ་པ། བོད་ཡིག་གི་ཁྱབ་ཁོངས་དེ་ཆུང་རུ་བཏང་བ་རེད། བོད་ཡིག་བྲིས་སའི་ཁྱབ་ཁོངས་དེ་ཆུང་རུ་བཏང་དུས་ཙམ་པ་དེ་ནང་ལ་ཨིན་ཇི་བསླེབས་དུས་ཙམ་པ་ཨིན་ཇི་དེ་གིས་བོད་པའི་ཡི་གེ་ལ་བཙན་འཛུལ་བྱས་ཀྱང་འདི་ལ་ཡང་བོད་པའི་ཡི་གེ་གི་ཁོར་ཡུག་ཆུང་རུ་བཏང་བ་རེད། འོ་འདི་བཙན་འཛུལ་རེད། དེ་བཙན་འཛུལ་དེ་ག་རེ་སོ་ན་ནང་ན་སོ་སོས་སོ་སོ་བྱས་བཞིན་ཡོད་རེད། དེ་ནང་བཞིན་ང་རང་ཚོ་ནང་ནང་མི་ཕན་ཚུན་སྐད་ཆ་བཤད་དུས་ཡིན་ནའི་རེད། གྲོགས་པོ་གྲོགས་མོ་ཕན་ཚུན་སྐད་ཆ་བཤད་དུས་ཡིན་ནའི་རེད། འདིའི་ནང་ལོགས་ལ་ཡང་སྐད་ཡིག་གཞན་པ་ཅིག་ཨ་ནི་བསྲེས་ལས་བྱས་ནས་ཡར་སྤྲད་ཡོང་ནས། རྦད་དེ་ཧུར་ཐག་འབའ་ཐག་བཅས་སྤྲད་འགྲོ་ཉེ་དེ་འདྲ་ཡོང་གི་འདུག་ཨོ། འདི་ཚོ་ཚང་མ་ལོ་བཙན་འཛུལ་རེད། དཔེ་ཆ་བཤད་ན་ནང་ན་དེ་རིང་ཁེ་སང་ང་ཚོ་གི་གུང་སེང་གི་ཉིན་མོ་གསལ་བ་དེ་ལ་ཡང་མང་ཆེ་ཆེ་གི་ཆུ་ཏྲིས་ལེགས། ཆུ་ཏྲིས་གསལ་བ་གི་ཚིག་འདི་གིས། སུ་ལ་བཙན་འཛུལ་བྱས་པ་རེད་གུང་སེང་ཟེར་ཡ་དེ་ལ་བཙན་འཛུལ་བྱས་པ་རེད་གུང་སེང་དེ་ཟེར་གི་ས་ཆའི་སྒང་ནས་ཡ་སུས་སླེབས་པ་རེད་ཆུ་ཁྲི་ཟེར་ཡ་དེ་སླེབས་རེད་ཆུ་ཁྲི་ཟེར་ཉིན་དེ་གི་དེ་གཉིས་ཀ་ནས་གུང་སེང་ཟེར་ཡ་དེ་བཙན་འཛུལ་བྱས་ནས་ལོ་བཅུ་ཉི་ཤུ་སུམ་ཅུ་བཞི་བཅུ་ལྔ་བཅུའི་རྗེས་ལ་ཡ་ཨ་ནི་སྤུ་གུ་ལོ་ཆུང་ངེད་ཀྱི་བོད་པ་ལོ་ཆུང་ངེད་ཀྱི་ཀླད་པའི་ནང་ལོག་ལ་ཡ་ཨ་ནི་གུང་སེང་ཟེར་ཡ་ཚིག་དེ་ཡོག་མ་རེད་དེ་ག་རེ་བྱས་ནས་ཡོག་མ་རེད་ཟེར་ན་དེ་རིང་ང་ཚོས་ཀྱི་ཨ་ནི་གུང་སེང་ཟེར་ཡ་གི་ཚིག་དེའི་སྒང་ལ་ཡ་ཆུ་ཁྲི་ཟེར་ཡ་ཚིག་དེ་ཨ་ནི། ས་ཆ་ཁོ་ར་འཕྲོག་ནས་འདི་སྐྱེས་པར་བ་འདི་སྐྱེས་ཉིན་སུས་རེད་ང་ཚོར་བྱས་ཙང་ང་ཚོ་གི་རྒྱ་ནག་གཞུང་གི་ང་ཚོ་བཙན་འཛུལ་བྱས་ཏེ་རྒྱལ་ཁབ་ཅིག་དང་རྒྱལ་ཁབ་ཅིག་གི་དཔའ་རག་གི་འཐབ་རྩོད་གི་ཐོག་ནས་རྒྱལ་ཁབ་ཅིག་ལ་ཅིག་ཁེབས་ཚང་ཡོང་ཡག་གི་ཆེད་དུ་མི་རིགས་ཅིག་ལ་ཡ་གཉའ་གནོན་བཏང་པར་བཤུ་གཞོག་བཏང་པ་རེད་འདི་ཕར་ཕྱོགས་དེ་ལ་ཁེ་ཕན་ཡོང་ཡག་ཅིག་གི་ཆེད་དུ་བྱས་པ་རེད་ད་འོ་ན་ང་ཚོའི་གར་བྱས་ནས་སོ་སོའི་མི་རིགས་ལ་ཡ་སོ་སོའི་གར་བྱས་ནས་བཙན་འཛུལ་བྱེད་གི་ཡོག་རེད་དཔེ་ཆ་ཤེ་ན་ཟ་ཁང་ཅིག་ནང་ལ་འགྲོ་བ་ཡིན་ན་ཟ་ཁང་དེ་གི་ཟས་ཏོག་གི་ནང་ལོག་ལ་ཡ་བུ་ཡིག་བྲིས་འགྱོག་ག་ཚོད་དང་མ་བྲིས་འགྱོག་ག་ཚོད་དང། རེད་བ། ད། གལ་སྲིད་འདིའི་ནང་ལོགས་ལ་ཡང། བོད་ཡིག་རྐྱང་པས་ཡོང་གི་རེད་བས་ཟེར་ན་ནང་ཁག་པོ་རེད། ཞོག་གཅིག་ལ། ངེས་པར་དུ་བོད་ཡིག་དང་ཞོག་གཅིག་ལ་དབྱིན་ཇི་བྲིས་ནས་འབྲི་དགོས་བ་རེད། ཡིན་ནས་བོད་ཡིག་དང་ངེས་པར་དུ་བཞག་དགོས་ཡ་ཆགས་ཀྱི་ཡོད་རེད། ཡིན་ནའང་དེ་རིང་ཁེ་སང། ཟ་ཁང་ཕྱེ་རིང་ཕྱེ་ཚད། ཨ་ནི་ཚོང་ཁང་འཛེགས་རིང་འཛེགས་ཚད། དཔལ་འབྱོར་ཡོད་རིང་ཡོད་ཚད་ཀྱི་ཁྱིམ་ཚང་གི་ནང་ལོགས་ལ་ཡ་བོད་སྐད་ཡོག་མ་རེད། འོང། རྒྱུ་ཕྱེ་རིང་ཕྱེ་ཚད་ཀྱི་ནང་ལོགས་ལ་བོད་སྐད་ཡོག་མ་རེད། ར། ཚོང་ཁང་ཆེ་རིམ་ཆེ་ཚའི་ནང་ལོགས་ལ་ཨ་ནི་བོད་ཡིག་ཡོག་མ་རེད། ཨ་ནི་འོག་ནས་ཉམ་ཆུང་མི་མང་གཞི་རིམ་མི་མང་གི་ནང་ལོགས་ལ་ཨ་ནི་ཅིག་ཚོང་ཁང་ཆུན་ཆུན་ཏིན་ཏིན་ཡོད་ན་ཨ་ནི་ཁྲིམས་དཔོན་ཅིག་ད་བོད་ཡིག་ཚོང་ཡ་དེ་འདྲས་ཅིག་ཆགས་དུ་ཡོད་རེད། ཨ་ནི་འདི་ང་ཚོ་གི་རྒྱ་ནག་གཞུང་གི་སྟོན་ཞང་འགྱོག་གི་ད་སྲིད་ཇུས་དེ་ལ་ངོས་ལེན་མེད་ཁོ་དོགས་རྩིས་དང་ཁོ་མེད་དྲག་རྒྱག་ཁོ་ཁྲལ་བྱས་ནས་ད། གཅིག་ཕ་ཆོག་པ་དེ་ལ་ཡང་ཁོང་ཁྲོ་ལངས་ཡག་གཅིག་མེད་ཤོད་ཅིག་གི་དོན་དངོས་ཐོག་ལ་ཡང་བོད་པའི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་ཉམས་པ་སླ་སོ་མི་ཉམས་གོང་འཕེལ་ཡོང་ཡག་ལ་ཕིན་གི་རེད་བས། རྩ་བ་ཉིད་ནས་ཕིན་གི་མ་རེད་དེ་གི། འདི་ངེད་ཀྱི་ངེད་ཀྱི་བསམ་ཚུལ་བཤད་གི་ཡོད་རེད་མ་ཤེས་ངས་ཁྱེད་རང་ཚོ་ངོ་རྒོལ་བྱེད་གི་ཡོད་མ་རེད་ད། ད་ང་ཚོས་ག་རེ་བྱེད་དགོས་རེད། ང་ཚོ་དཔེ་ཆ་ཤ་ན་ལོ་ན། བོད་པའི་གི་རིག་གཞུང་འཁྲབ་སྟོན་ཟེར་ཡག་ཅིག་འདི་ཡོང་གི་འདུག། བོད་པའི་སྤྱི་བྱེ་གཅིག་གཅིག་བྱེད་སུ་ཚོད་ཙམ། སྟབས་བདེ་མཛོད་དགའ་ལོང་སྒྲོ་དང། བོད་ཡིག་དང་དབྱིན་ཇི་གཉིས་བྱས་པའི་ནང་ན་ན་བརྒྱ་ཆ་དགུ་བཅུ་གོ་དགུ་དབྱིན་ཇིར། རྒྱ་ནག་གཞུང་གིས་ཁྲིམས་བཟོ་གི་མི་འདུག་ཨ། མི་རིགས་གཅིག་ལ་ཡ་ཨ་ནི་སྐད་ཡིག་གཅིག་གྲངས་ཉུང་མི་རིགས་ཀྱི་སྐད་ཡིག་རྩ་མེད་བསགས་ཏེ་རྒྱ་ནག་གཞུང་གིས་ཁྲིམས། ཕ་ཕྱོགས་ནས་ཁོ་ཚོས་ཁྲིམས་བཟོས་ཞུས་པ་རེད་མ་གཏོགས་གཅིག་གིས་ལག་ལེན་ང་ཚོས་བསྟར་གི་འདུག་ཨ་དེ་ལ་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོག་ལྟ་དང། རོ། ཕྱི་རྒྱལ་ཁ་ལ་གཅིག་ལྟ་དང། ཨ་ནི་མི་ཆེན་དཔོན་ཆེན་ཚོས་ཀྱི་སྤུ་གུག་གི་སྐད་ཡིག་ལ་གཅིག་ལྟ་དང་རོ། འདི་ཡིན་དུས་ཙམ་པ་ཐག། སོ་སོ་ནས་འགོས་བཙུགས་བཅས་སོ་སོའི་སྐད་ཡིག། རྒྱལ་གཅེས་དཔའ་བོའི་སྐུ་སྲོག་གི་དྲིན་ལན་འཇལ་དགོས་ཀྱི་ཡོད་ན། བོད་སྐད་རྒྱག་དགོས་ཀྱི་ཡོད་རེད་བོད་ཡིག་སྦྱང་དགོས་ཀྱི་ཡོད་རེད་བོད་པའི་ཆོས་དང་རིག་གཞུང་ལ་ཨ་ནི་ཉམས་པ་ལགས་སོ་མི་ཉམས་གོང་འཕེལ་བྱེད་དགོས་ཀྱི་ཡོད་རེད། དེ་མེད་ནས་ཨ་ནི་རྩ་བའི་གི་ལས་འགུལ་ག་རེ་བྱས་པའི་ནི་ལས་འགུལ་སོ་སོ་སོ་ལ་རྣམ་པ་མ་འདྲ་ཡོད་རེད་ནོར་ཡོད་རྩ་བ་ཉིད་ནས་ཞུ་གི་མེད། གལ་ཆེ་ནང་གི་དོན་ཆེན་སོ་སོས་ལག་ལེན་བསྟར་དགོས་ཀྱི་ཡོད་རེད་མ་གཏོགས་རྗེས་ཀྱི། ཀི་རྒྱབ་ནས། ཨ་ནེ། དྲག་ནས་མ། ཀི་ལིན་ཆི་ལོག་གི་རེད། འདི་ཁྱི་ཨུ་རུ་འགྲམ་པ་མ་ནང་ན་ང་དྲག་ཆུང་རྣ་བ་ཚ་ལེ་མེད་ཟེར་བ་ནང་ཤི་རེད། དྲག་གི་རྩ་དོག་ལ་ཀི་ཧི་ཧི་ལབ་ན་མ་ཀི་ཧི་ཧི་ལ་གི་རེད་ད་ག་རང་རེད། ཀི་ཧི་ཧི་གི་ལན་ལ་ཀི་ཧི་ཧི་རྒྱབ་པ་རེད་དེ་མ་རྒྱུ་མཚན་ཁོ་གཅིག་ཡོག་མ་རེད། འདི་ཡིན་དུས་ཙམ་པ་ལ་ཡ། ཨ་ནེ། མི་རིགས་གཅིག་ལ་ཡ་འཕྲད་བསྡད་པའི་དཀའ་ངལ་འདི། ཨ་ནེ། ག་བ་ལ་དཀའ་ངལ་འཕྲད་གི་འོག་རེད། ལྟོ་གྲོད་ཁོག་གང་ཆེད་དུ་འཕྲད་གི་ཡོག་མ་རེད། བོད་པའི་ཆོས་དང་རིག་གཞུང་གི་ཕྱི་རུ་འཕྲད་ཀྱི་ཡོད་རེད། བོད་པའི་ཆོས་དང་རིག་གཞུང་འདི་ཉམས་སོང་པ་ཡིན་ན། བོད་རང་བཙན་རག་ནས་རག་དབུ་མའི་ལམ་རག་ནས་རག། ག་ད་བོད་སི་ཡ་དེ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་རྐང་གཅིག་ཚང་གི་ཡོད་མ་རེད། ད་ལྟ་འཛམ་བུ་གླིང་འདིའི་ངང་ལ་ཡང་ཨ་ནེ་གཅིག་བྱེད་ཀྱི་མཁས་པ་ཆེན་པོ་ཡིན་ནའི་རེད། ཨ་ནེ་གཅིག་ང་རང་ཚོ་ནང་ལོག་ལ་ཡིན་ནའི་རེད་ཚང་མ་ལོག་གི་བོད་པའི་རིག་གཞུང་ལ་ཡ་ག་བོ་དི་ག་ཟེར་གྱི་བྱེད་ཡ་དེ། ལོ་ཉིས་སྟོང་ལྔ་བརྒྱའི་གོང་ལ་ཨ་ནེ་ད་ཅག་སྟོང་པ་ཤཱཀྱ་ཐུབ་པ་ཨ་ནེ་བོད། མཁར་སོགས་ལ་རྒྱལ་ཁ་འཕགས་པའི་ཡུལ་ལ་ཡང་ཨ་ནི་སྐུ་བལྟམས། འདི་གི་མཛད་པ་དེ་ཀྱིས་ཨ་ནི། ང་རང་ཚོ་བོད་ཀྱི་ལོ་པན་ཚོས་ཀྱི་སྐུ་ངལ་ཚད་མེད་སྐྱོན་བཞག་མགྱོགས་ཀྱིས་ཨ་ནི། ཁ་སོགས་རེད་ད་ཆོས་དང་རིག་གཞུང་དེ་བོད་གངས་ཅན་གྱི་ལྗོངས་ལ་ཡོད་རེད། འདི་མ་གྱུར་ན་ཀྱི་ད་ལྟ་མཉམ་པའི་སེམས་ཅན་ཐམས་ཅད་ལ་ཡང་ཨ་ནི་གཅིག་ཧོབ་དེ་གང་ལ་སངས་རྒྱས་ཡག་གི་གོ་འཕང་ཐོབ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ལ་ཕན་མ་ཐོབ་པ་ཡིན་ན་མི་ལ་ཡང་རང་བཞིན་གྱི་སློབ་གསོ། སེམས་ཞི་བདེའི་སློབ་གསོ་རེད་བ། ཨ་ནི་འཛམ་བུ་གླིང་གི་ཁོར་ཡུག་ལ་ཡང་སྲུང་སྐྱོབ་བྱེད་ཡག་གི་སློབ་གསོ། མི་རིགས་གཅིག་གིས་གཅིག་ལ་མཐུན་སྒྲིལ་བྱེད་པར་སློབ་གསོ། གོ་མཚོན་གྱི་རིགས་བེད་སྤྱོད་བཏང་མ་བ་ལ་ཡང་གཅིག་ཕན་ཚུན་གླེང་མོལ་གྱི་ཐོག་ནས་ཞི་འགྲིག་ཡོང་ཡག་གི་སློབ་གསོ་ད་དེ་འདྲའི་སློབ་གསོ་རྐྱང་རྐྱང་རེད་འདི་འཛམ་བུ་གླིང་རྒྱལ་ཁབ་ཀྱི་དེ་རིང་སྐད་གསང་ཚིག་རིག་པ་མཁས་པ་ཆེན་པོ་དེ་ཚོ་གིས་ནང་པའི་གཞུང་ལ་སློབ་སྦྱོང་བྱས་རྗེས་སེམས་ཁམས་རིག་པའི་ཐོག་ལ་ཡང་མི་མང་ལ་སློབ་གསོ་སྤྲད་སྟངས་ད་དེ་རིང་སྐད་གསང་དགེ་བཤེས་རྣམ་པ་ཚོ་ལ་ཡང་བཀའ་འདྲི་ཞུ་གི་འདུག་ཨོ་འདི་ཉམས་འགྲོ་གི་ཡོད་ད། ད་འདི་ཉམས་སོང་པ་ཡིན་ན་ཨོ་ད། འཇིང་པའི་རྩ་བླངས་བཅས་བོད་རང་བཙན་གོ་བ་ཡོད་ཟེར་བྱས་སྐད་བརྒྱབ་བྱས་དེ་གཉིས་ཀ་བོད་རང་བཙན་རག་པ་ཡིན་ནས་བོད་པའི་སྐད་དང་རིག་གཞུང་ཆོས་འདི་བརྒྱད་མེད་པ་ཡིན་ན་འཛམ་བུ་གླིང་འདི་ག་ལ་རྒྱལ་ཁབ་གསར་བ་ཅིག་དབུ་བརྙེས་པ་ལ་ཆ་བཞག་གི་རེད་མ་གཏོགས་ཅིག་རྒྱལ་ཁབ་དེ་ལ་ཐུན་མོང་མ་ཡིན་པའི་འཛམ་བུ་གླིང་འདི་ལ་ཕན་ཐོགས་སྒྲུབ་ཐུབ་གཉིས་ཀྱི་ནུས་པ་ཏིལ་འབྲུ་རྩེ་གཅིག་ཡོད་མ་རེད་དེ་ང་ཚོས་མཁྱེན་པ་གནང་བ་རེད་དེ་མེད་པ་ཡིན་ན་ཨ་མདའ་ང་ཚོས་གར་བྱ་དགོས་རེད་ཨ་ནི་ང་ཚོས་སོ་སོའི་མི་རིགས་ཀྱི་རིག་གཞུང་ལ་དར་བ་རྒྱག་དོ་རྒྱག་མི་དོ་འོ་འདི་རེད་རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱི་ཐུགས་ལ་ཡོད་པ་དེ་འོ་འདི་རེད། འདིའི་ནང་ལོགས་ནི་ང་ཚོ་ལས་འགུལ་སྤེལ་དུས་ཡིན་ནའི་རེད་ག་དུས་ཡིན་ནའི། སེམས་པའི་ནང་ལོགས་ལ་རང་བཞིན་གྱི་ཞི་བདེ་ཅིག་དགོས། གང་ཡིན་ཟེར་ན་སོ་སོ་དཀའ་ངལ་འཕྲད་ནས་ང་ཚོ་ལས་འགུལ་སྤེལ་དགོས་ཡོད་རེད་བ། ད་ཕ་ཆོག་དེ་ལ་དཀའ་ངལ་འཕར་མ་བཟོས་བྱས་ལས་འགུལ་སྤེལ་བ་ཡིན་ན་ཆོག་ག་རེད་བ། སྐྱབས་མགོན་རིན་པོ་ཆེན་གྱི་བཀའ་སློབ་ཅིག་ཕལ་ཆེར་རྣམ་པ་ཚོས་མཁྱེན་ཡོད་ཀྱི་རེད། དེང་འཛམ་གླིང་གི་ཁྱོན་འདིར་རྫས་འགྲུལ་འཕེལ་རྒྱས་ལ་བརྟེན་ནས་ཕྱིའི་དངོས་པོའི་ཡར་རྒྱས་ཕུན་སུམ་ཚོགས་པོ་ཡོད་ན་ཡང། ནང་སེམས་ཀྱི་འཁྱེར་སོ་བྱམས་སྙིང་རྗེའི་བསམ་བློ་དང་འགྲན་པའི་ཡ་རབས་སྤྱོད་བཟང་གི་གོམས་གཤིས་བཟང་པོ་དམིགས་སུ་བྱས་པ་དེ་རྒྱུན་འཇགས་སུ་གནང་ཤོག་ཨ་ཞེས་སྐྱག་མོ་རུམ་ཆེན་བཀའ་སློབ་རེད་དེ། འདི་སྐྱག་མོ་རུམ་ཆེན་གྱི་བཀའ་སློབ་དེ་ང་ཚོ་གི་ཉན་བྱའི་གཡུག་བྱ་མ་རེད་དེ། ལག་ལེན་བསྟར་དགོས་ཀྱི་ཡོད་རེད་ང་ཚོ་དཔེར་ན་ལས་འགུལ་སྤེལ་གྱི་ཡོད་པ་ཡིན་ནས། སྐྱག་མོ་རུམ་ཆེན་གྱི་བཀའ་ཁྱེད་ད་ཨང་མང་པོ་ཅིག་སྔོན་ལ་བཀའ་ཕེབས་འདུག་བ། འདི་ཚོ་ཚང་མ་ཤེས་པའི་ནང་ལ་བཞག་རོགས། དེ་འདྲ་གཅིག་གི་ཐོག་ནས་བྱེད་དགོས་ཀྱི་ཡོད་རེད་མ་གཏོགས་བྱེད་དགོས་ཨ་ནི་ཨང། མི་སྡུག་ཅག་དེ་འདྲའི་ཁ་ལ་ཡར་ཆང་ར་བ་ན་ཞིག་བྱས་སྨྱོ་སྦྱོང་རྒྱབ། ཁྱུག་ཙེ་གཅིག་གི་རེ་འགའ་ལ་ཡར་འཚོ་བའི་དབང་གིས་རེད་བ། ཨ་འདི་ཟླ་བ་གཉིས་གསུམ་གི་རྗེས་ལ་ཡར་ཨ་ནི་ཡལ་འགྲོ་བ་རེད། འདི་ལས་འགུལ་འདི་ཡལ་བ་ཡིན་ནས། ཡིན་ནས་སོ་སོ་གི་མུས་མཐུད་ནས་བོད་པའི་ཆོས་དང་རིག་གཞུང་སྐད་ཡིག་ལ་ཡར་ཨ་ནི་ཤུགས་རྒྱས་ཏེ་ནམ་ཡང་ཉམས་འཇུག་རྒྱུ་ཡོད་མ་རེད་འདིའི་ཐོག་ལ་ཡང་ང་ཚོས་གོམ་པ་མདུན་སྤོས་བྱེད་དགོས་སྐོར། འདི་འདྲའི་གཅིག་གི་གོམ་པ་རྒྱག་ཡག་གི་ནུས་པ་མེད་པ་ལས་ཡང་ཨ་ནི་ཐོབ་རྒྱ་ཁད་རྒྱ་ལ་ཚོར་བའི་དབང་གིས་ཨ་ནི་འདྲ་མ་འདྲ་ཅིག་བྱས་པ་ཡིན་ན་གང་ལྟར་རྗེ་གུང་ཐང་ཚང་གི་གསུང་བ་དང་བཞིན་ཨ་ནི་རྩ་བ་ཕོག་ནས་ཡལ་ག་འཇུས་པ་རེད། འོ་འདི་རེད་གང་ལྟར་རྩ་བ་ལ་ཆུ་རྒྱག་མ་ཐུབ་ན་ཡལ་གའི་སྒང་ལ་ཆུ་བཞུར། ཕྱིས་ག་ཚོད་བརྒྱབ་ཡིན་ནས་ཡལ་གའི་མདོག་དེ་དོན་ཐུག་གི་མ་རེད། འདི་ཡིན་དུས་རྩམ་པ་ང་ཚོ་ཚང་མ་ལོག་གི། བོད་པ་ཡོད་དོ་ཅོག་གིས་ཨ་ནི་ཚུལ་བྲིས་བཅས་བོད་པ་ནང་ཁུལ་ཐུགས་སུ་ན་བོད་སྐད་རྒྱག་དགོས་ཡ་རེད་བ། དྲ་རྒྱ་གཅིག་གི་ཐོག་ལ་ཡང་སྐད་ཆ་བཤད་དགོས་ན་བོད་སྐད་ཀྱི་ཐོག་ནས་བཀའ་མོལ་གསུང་དགོས་ཡ་རེད་མ་རེད། ཕན་ཚུལ་འཕྲིན་ཐུང་ཞིག་བཏང་པས་ནས་བོད་ཡིག་གི་ཐོག་ནས་བྲི་དགོས་ཡ་དཔེ་གལ་ཆེན་པོ་རེད། དེ་མེད་བ་ལ་ཡང་ཨ་ནི། ཞེའུ་བཞི་བོ་དེ་འདྲས་ཀྱིས་ད་ལས་འགུལ་སྤེལ་བ་དེ་ནོར་འཁྲུལ་རེད་བསམ་གྱིན་བཞུགས་མེད། ཡག་པོ་ཞེ་དྲག་རེད་དེ་ཡིན་ན་ཡང་འདི་གི་ནུས་པ་ཐོན་གི་མ་རེད་ལ་དེ་རྒྱ་ནག་གཞུང་ལ་ད་ལན་སྤྲད་ཐུབ་གི་མ་རེད། ང་ཚོ་བཙན་བྱོལ་ནང་ལ་ཡོད་མགྱོགས་འདི་ཡས་ཀྱི་བོད་པའི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་ཉམས་པ་སླར་གསོ་མི་ཉམས་གོང་འཕེལ་བྱས་པ་ཡིན་ན། རྒྱ་ནག་གཞུང་ལ་ཡང་རྒྱ་ནག་གཞུང་གིས་བཟོས་བཞིན་མགྱོགས་ཁྲིམས་དེ་ལ་ང་ཚོས་ད་ལན་སྤྲད་པ་རེད་ད། ད་ལན་སྤྲད་པ་ཙམ་གྱི་ཚེགས་མར་ད་ལན་དེ་གི་ནུས་པ་ཐོན་པར། དེ་མེད་ནས་ཨ་ནི། ཡ་ཡ་རྒྱུག་མ་མ་རྒྱུག་ཐ་མའི་ཞོགས་དེ་ལ་ཡ་ཨ་ནི། རྒྱག་ཡ་དེ་ནི་ར་མ་ལོག་ཅིག་རྒྱབ་བྲི་ཡ་དེ་ནི་ར་མ་ལོག་ཅིག་བྲི་དེ་བས་ན་གང་ལྟར་རྒྱ་ནག་གཞུང་གི་ཁྲིམས་དེ་བཏོན་ན་བཏོན་མ་བཏོན་ན་མ་བཏོན། རྒྱ་ནག་གཞུང་གི་ཁྲིམས་དེ་བཏོན་ཡོད་བ་ཆ་ཚང་ལག་ལེན་ང་ཚོས་བསྟར། བཏོན་མེད་བ་ཆ་ཞེ་བ་ནས་རྒྱ་ནག་གཞུང་ལ་ཡ་ང་ཚོས་རྒྱབ་སྐྱོར་ང་ཚོས་བྱེད། འོ་དེ་རེད་དེ་ཡིན་དུས་ཚང་མ་ཚང་མ་ལོག་ཐུག་ལ་དེ་འདྲས་ཅིག་བྱ་རོགས་བྱེད་ཞེས་ཞུ་ཡ་ཡིན། ངས་སྐད་ཆ་བཤད་ཡོང་དུས་ཚང་མ་ཚིག། རྣམ་པ་ཚོ་ལ་ཡང་ཕོག་པ་དེ་འདྲ་ཡོང་སྲིད་པར་ཐག་ཏན་ཏན་རེད། ཡིན་ན་ཡང་ཤ་ཚའི་ཁ་ནས་གཏམ་ཉེས་མེད་ཟེར་བ་ནང་བཞིན། རྣམ་པ་ཚོ་གིས་ཐུགས་ལ་མ་ཕོག་བ་ཅིག་གནང་རོགས་བྱེད་ཅེས་ཞུ་ཡོད། ཐུགས་རྗེ་གནང།